ད་སྡུག་བསྔལ་ངོ་སྤྲོད་བྱ་ང་ཚོ་གཞན་སེལ་རེད། སྡུག་བསྔལ་གྱི་སྡུག་བསྔལ་ངོ་སྤྲོད་བྱེད་པ་གལ་མི་འདུག་བ། འགྱུར་བའི་སྡུག་བསྔལ་དེ་ད་བསམ་བློ་གཏང་དགོས་པ་རེད། ང་རང་ཚོས་ཅིག་རྟོག་གི་གཏམ་གསུམ་དེ་འདྲས་ཀྱི་ཐོག་ནས་ཅིག་བདེ་སྐྱིད་རུ་ཡོང་དེ་ཡང་ཡིད་ཚིམ་པ་རུ་ཡོང་དེ་ཡང་དེ་ག་དུས་ཡིན་ནའི་པའི་བདེ་སྐྱིད་ཡོང་ཡ་ཆེར་བས་སོ་ན་མར་བ་དཔེར་ན་སྟོབས་ཆགས་ཆགས་བྱས་ནས་གྲོགས་ཁ་གཏོགས་པའི་ག་དུས་ལ་སྟོབས་ཆགས་བྱས་ན་གྲོགས་ཁ་རྒྱག་ཆེ་སྐྱིད་པོ་འདུག་ག།

རྒྱུ་གཅིག་གིས་རྒྱུ་གཅིག་གིས་གྲོགས་བདག་པའི་ཁ་ཐུག་ལ་བདེ་སྐྱིད་སྟེར་ངེས། རྒྱུ་གཅིག་པུ་དག་ག་གྲོགས་བདག་པའི་ཁ་ཐུག་ལ་ཁོ་སྡུག་བསྔལ་སྤྲད་ཀྱི་འདུག་བ། དེ་དང་དེ་འདྲ་གི་མཚན་པས་ག་ད་ང་རང་ཚོའི་སྤྱི་བཏང་དཔེར་ན་གཏམ་སྙན་གྲགས་ཆ་བཞག་ན། གཏམ་སྙན་གྲགས་མེད་པའི་ཁ་ཐུག་ལ་གཏམ་སྙན་གྲགས་ཅིག་བྱུང་ན་བསམ་ནས་ཨེ་ནི་པས་རྒྱུ་སྤྲད་ནས་ཨེ་གྲགས་རྒྱུ་འགྲོ་སོང་བཏང་ནས་ཨེ་གྲགས་སོ་སོའི་རྣམ་པ་ཡག་པོ་རུ་བཟོས་ནས་ཨེ་གྲགས་གཅིག་དཔེ་འཆོར་པོ་རུ་བཟོས་ནས་ཨེ་གྲགས་གཅིག་ཞིབ་བྱེད་དུས་བ།

ཀྱི་བྱ་བ་རེད། དེ་ནས་བདུན་ཕྲག་གཅིག་ཕྱིན། ཟླ་བ་གཅིག་ཕྱིན། ལོ་གཅིག་ཕྱིན་པའི་ཁོ་ཐོག་ལ་ཡང། ཅང་མ་ཟད་ན་མོ་རོ་དེའི་ཆོས་སྐྱོང་གི་མི་འདུག་ལ་མོ་རོ་དེའི་མ་མི་གོ་ཟེར། ཡང་ད་གིས་ཀྱི་མོ་ད་གིས་བློ་ལ་ཡ། དགའ་བདེ་དགའ་བདེ་སྤྲད་ངན་གྱི། དངོས་པོ་གཅིག་པུ་ཁོ་རས་ཞུ་གོ་ཡ་སྡུག་བསྔལ་སྤྲད་ཀྱི་འདུག་ག། ད་མི་ངོ་ཤེས་པ་ཅིག་གིས།

བདེ་སྐྱིད་ཡོང་ཡག་གི་གཞི་གཅིག་པུ་ཁོ་ནས་ཡང་ཞོག་གོ་སྡུག་བསྔལ་སྤྲད་ཡོང་ཆེ་ཨ་དེ་ལ་འགྱུར་བའི་སྡུག་བསྔལ་སེལ་བ་རེད། ཨ་དེ་འདྲ་ཡིན་དུས་ང་ཚོ་སྲིད་པའི་ཕུན་ཚོགས་ཟག་བཅས་བཏང་བ་ག་འདྲ་ཞིག་པ་ཡིན་ན་ཡང་ཁོ་མཐའ་རུ་གུས་པས་འདུད་འགྲོ་ཡག་གཅིག་ད་ཁོ་རང་དབང་མི་འདོད་པའི་ཤ་སྟག་ཡིན་པ་ཡིན་དུས་ཙང་ནས་ཁོ་འགྱུར་བའི་ཁོ་སྡུག་བསྔལ་གྱི་རང་བཞིན་ཡིན་པ་རེད། ད་དེ་སྡུག་བསྔལ་གྱི་སྡུག་བསྔལ་ནང་བཞིན་མེད་པ་བྱས་ཁོ་ཧོབ་ཁ་ལ་ཡག་གཅིག་དེ་བས་ནམ་ཉམས་རོགས་བྱ་ཡག་ཡོད་དེ་བས་ཡང་ཁོ་མཐའ་རུ་ཡང་གུས་པས་འདུད་འགྲོ་ངེས་ཅན་པ་ཡིན་དུས་ཙང་ནས་འགྱུར་བའི་སྡུག་བསྔལ།

དུད་འགྲོ་བཞིན་གྱི་ཡོད་རེད་དེ་ལས་ཐར་འདོད་དུད་འགྲོ་ལས་ཡོང་གི་ཡོད་རེད་ད། འགྱུར་བའི་སྡུག་བསྔལ་སྡུག་བསྔལ་དུ་ཤེས་པའི་ཐོག་ནས་དེ་ལས་ཐར་འདོད་མུ་སྟེགས་པ་ལས་ཡོང་གི་ཡོད་རེད་ཅེས་སེམས་གསོ་དོན་དུ་གཉེར་མཁན་དེ་ཚོའི་གྲས་ཀྱིས་འཚོ་བ་བདེ་བ་ལ་ཡིད་བསུས་ནས་འཚོ་བ་བཏང་སྙོམས་དོན་དུ་གཉེར་བའི་ཐོག་ནས་རྩེ་གཅིག་པའི་བསམ་གཏན་སྒོམ་ལས་དེ་འདྲའི་གི་ཐོག་ནས་བསམ་གཏན་བཞི་པ་ཡན་ཆད་འཚོ་བ་བཏང་སྙོམས་འབའ་ཞིག་མ་གཏོགས་མེད་པ་བྱས་ནས་གསུངས་གི་འདུག་ག། ད་ངས་ལ་སྲིད་པ་གསུམ་ཡོད་པ་དེའི་ཡང་བསམ་བློ་བཏང་ནས་ཅིག་བསྒྲུབ་ན་མ་གཏོགས་གོ་ཡ་ཉོག་རོ་ཚ་བ་རེད་དཔེ་ཆ་འདི་བཤད་པ་ཙམ་གྱིས་ནག་ཚང་ཡིད་ཆེས་ཐུ་ཡ་ག་བོར་བ་ལྟ་གོ་བསམ་བློ་བཏང་དགོས་ར་བ་ལྟ་ད་འདི་ང་རང་ཚོ་བློ་ལས་ཡ་ཅིག་བློ་རྣམ་གཡེང་གི་གཞན་དབང་ཅན་གཙོ་བོ་ཕྱིའི་འདོད་ཡོན་ལས་ཡ་གཙོ་བོ་གཞན་ལྟས་ངན་གྱི་བློ་ཡི་རིམ་པ་རུ་ཅིག་རྟགས་ཁོ་ཡང་བསམ་བཏང་ན་འདོད་ཡོན་ལ་ཉེས་དམིགས་སུ་བལྟ་བའི་ཐོག་ནས་དང། དེ་ལ་ཉེས་དམིགས་སུ་བལྟས་ནས་ནང་གི་ཏིང་ངེ་འཛིན་གྱི་ཞི་བ་ལ་ཡང་ཡོན་ཏན་དུ་བལྟས་ནས་དེ་དོན་དུ་གཉེར་ནས་སེམས་ཀྱི་ག་སོག་བློ་སྦྱང་ཡོངས་འདུས་རྩ་ནས་ཞུགས་པ་རྩེ་གཅིག་པའི་ཏིང་ངེ་འཛིན་ནང་གི་གཅིག་གི་ག་སོག་རིག་པའི་ཏིང་ངེ་འཛིན་གྱི་ལྟེ་བ་རུ་ཤ་ཡོད་བདེ་བ་གཅིག་གིས་དེ་འདྲའི་ཡོང་ཡ་གཅིག་ད་ང་ཚོ་མཐོང་ཡ་འདུག་ག། ཚེ་དང་རྒྱུ་མི་འདྲ་བ་དེ་རིགས་འབྱུང་གི་ཡོད་པ་ཡིན་དུས་དེའི་འབྲས་བུ་ཁམས་མི་འདྲ་བ་གཉིས་ཡོངས་ཆོག་ཏུ་བ་ཁམས་མི་འདྲ་བ་དང་གསུམ་ཟ་བར་བས་ན་ཡོངས་ཆོག་ཏུ་བ། བདེ་བའི་ཁམས་ཁམས་གོང་མ་ཁམས་གོང་མ་ལ་ཡང་ནང་གསེས་ཀྱི་དང་ནང་ཏིང་འཛིན་གྱི་བདེ་བ་ལ་ཆགས་ནས་ཡོངས་དེ་ངས་གཅིག་དང་དེའི་ལས་ཆགས་པ་དེའི་སུན་ནི་ཚོར་བ་བཏང་སྙོམས་ཁོ་ན་དོན་དུ་གཉེར་བྱེད་ཀྱི།

ད། འགྱུར་བའི་སྡུག་བསྔལ་སྡུག་བསྔལ་དུ་མཐོང་ནས་དེ་ལས་ཐར་འདོད་མུ་སྟེགས་པ་ལས་ཡོད་པར་བྱས། དེ་ལས་ཐར་འདོད་ཙམ་དུ་མ་ཟད་པའི་རིགས་ཤིག་ཐར་བ་མུ་སྟེགས་པ་ལས་ཡོང་གི་ཡོད་རེད། ད། དེ་ལ་བདག་མེད་ཀྱི་ལྟ་བ་རྟོགས་དགོས་མི་འདུག་ག། བདག་ཏུ་ཞེན་པ་ཁོ་རའི་ཐོག་ནས། སེམས་རྩེ་གཅིག་པའི་ཏིང་ངེ་འཛིན་བསྒྲུབས་ནས། གཞི་རང་གི་རྣམ་པ་ཅན་གྱི་བདག་ཏུ་ཞེན་པའི་བློ་དེ་གིས་གཞི་བྱས་པའི་ཐོག་ནས། འོག་ས་ལ་རགས་པར་བལྟས་རང་སར་ཞི་བར་བལྟས་ནས་དེ་འདྲ་གི་གཞི་རང་གི་རྣམ་པ་ཅན་གྱི་ལམ་བསྒོམ་ཡ།

བདག་ཏུ་འཛིན་པས་ད་ཉོན་མོངས། བདག་ཏུ་འཛིན་པའི་དབང་གིས་བྱུང་བདེ་བས་བདག་ཏུ་འཛིན་པ་ལ་གཞི་བཅོལ་དེ་ངེས་ཀྱི་བློ་མ་ཐུལ་བ་ད་དེ། སྤོང་ཡ་དེ་བདག་ཏུ་འཛིན་པ་དེ་མ་སྤངས་བར་དུ་ཉོན་མོངས་སྤང་ཐུ་ཡང་མེད་པ་རེད། ད་ཉོན་མོངས་རྩ་བ་ནས་སྤང་ཡ་དེ་ཡོང་ཐུ་ཡང་མེད་པ་རེད། ད་འདི་ཡིན་པ་དེ་བཤང་བ་མ་དོན་ཡོང་གི་རེད། ད་འདི་འདྲ་ཡིན་པ་ཡིན་དུས་ད། བདག་ཏུ་འཛིན་པ་དེ་སྤོང་ཡ་དེ་བདག་མེད་པར་རྟོགས་པའི་བློ་དེ་ཁོ་ནས་མ་གཏོགས་གཞན་བྱམས་པའི་སྒོམ་བྱམས་པའི་སེལ་ཐུག་ཡོད་མ་རེད་སྙིང་རྗེའི་སེལ་ཐུག་ཡོད་མ་རེད་དད་པའི་སེལ་ཐུག་ཡོད་མ་རེད། ཏུ་བདག་མེད་པར་རྟོགས་པའི་བློ་ཁོ་ར་ཁོ་གཉིས་འགལ་ཟླ་རེད་འདུག་བ། བདག་ཏུ་འཛིན་པའི་བློ་དེ་དང་བདག་མེད་པར་འཛིན་པའི་བློ་གཉིས་པོ་དེ་འགལ་ཟླ་རེད་བ། ཁོ་གཉིས་འགལ་ཟླ་ཡིན་དུས་ཙང་ནས་གཅིག་གཅིག་ལ་གནོད་ཡོང་གི་ཡོད་རེད་བ། གཅིག་ཅིག་གནོད་པ་གནོད་པ་འདྲ་འདྲ་ལ་དང་གཅིག་དེ་ལ་དག་མེད་པར་རྟོགས་པའི་བློ་དེ་ལ་རྒྱབ་རྟེན་ཡོད་རེད་རྒྱབ་རྟེན་ཡོད་པ་ཡིན་ཚུལ་གོ་ཚད་བརྟག་དཔྱད་མང་བྱས་པའི་ཚུལ་གྱིས་གསལ་དུ་གསལ་དུ་འགྲོ་ཡག་དང་ངེས་པ་ཤུགས་ཆེར་ཆེར་འགྲོ་ཡང་ཡོད་དེ་བར་དག་ཏུ་འཛིན་པའི་བློ་དེ་ལ་གོམས་པའི་དབང་གིས་ཤུགས་ཆེན་པོ་ཞིག་ཡོད་པ་ཙམ་རེད་མ་གཏོགས་ཁོ་ལ་རྩད་གཅོད་བྱས་ན་ཞིག་འགྲོ་འདུག་བ། ས་དེ་འདྲ་ཡིན་པ་ཡིན་དུས་ལྟ་བ་གང་དག་བདག་ཏུ་འཛིན་པའི་བདེན་འཛིན་གྱི་དབང་ལས་གྲུབ་བསྡད་པས་དེ་ནི་ཕུང་ཁམས་སྐྱེ་འཆི་གི་ཆོས་དེ་དེ་མ་ཐག་པའི་ཆོས་ཡིན་པ་རེད་བ་དང་དེ་དེ་འདུ་བྱེད་ཀྱི་སྡུག་བསྔལ་རེད་ཟེར་ན་ལབ་ན་བདག་མེད་རྟོགས་པའི་དགའ་སོགས་རེད་ལྟ་བ་ཅིག་མེད་པ། ཉོན་མོངས་རྩ་བ་ནས་སྤོང་ཐུབ་ཡ་གཅིག་ཡོང་ཡ་མེད་པ་རེད། དེ་འདྲ་ཡིན་པ་ཡིན་དུས་ཇི་སྲིད་ལས་ཉོན་གྱི་གཞན་དབང་ཅན་དུ་གནས་པ་དེ་སྲིད་དུ་ད་སྡུག་བསྔལ་བའི་རང་བཞིན་རེད་ཟེར་ཡ་ད་དེ་སྡུག་བསྔལ་དུ་ཤེས་པའི་ཐོག་ནས་དེ་ལས་ཐར་འདོད་ཀྱི་བློ་བསྒྲུབ་ཡ་དེ་ད་ནང་པའི་ཁ་སོགས་རེད་བོད་སྐད་ཁྱད་ཆོས་ཟེར་ནས་མི་འདུག་ད་ནང་པའི་ད་བ་གོས་ཆོད་རོགས་སྐོ་དེ་ཡིན་པ་རེད།

དཔེར་ན་མི་སྐེ་ཚད་ཀྱི་རང་གཤིས་ཚ་དེ་ཁོ་ལ་ལྟོགས་ཟིན་ཟིན་མ་འདྲིས་ནས་ནང་ཚ་ཁོང་ཁྲོ་ཟེར་དེ་ཨ་རོ་ཡོད་གི་འདུག་བ་ད་རེ་ཁོ་རང་གཤིས་ཚ་བོ་ཡོད་རེད་བ་ད་གཅིག་པར་བ་ད་དེ་འདྲ་ཡིན་དུས་ཚ་ནས་ཁོ་ངའོ་སྙམ་པ། བཟང་ངན་སུ་ལ་སྡང་གི་ཡོད་རེད་བཟང་ངན་སྣང་ས་དེའི་ག་ཟུག་རེད་དེ་ཡ་གཅིག་རེད་འདུག་བ་དེ་ལས་ཨེ་ནི་བཟང་ངན་གྱི་སྣང་བ་དེ་དེ་ཁོ་འཕྲད་ཡོད་དུས་ཙང་ནས་ཨེ་ནི་ཆགས་སྡང་སྐྱེ་ཡ་ཅིག་ཡོང་གི་འདུག་ག་ས་དེ་འདྲས་ཡིན་དུས་ཡུལ་དེ་དང་དེ་ཡུལ་དེ་མི་སྡུག་པ་ལ་གོམས་ཡ་ཡུལ་དེ་དཔེར་ན་གཅིག་ག་ཚོགས་རེ་དཔེར་ན་ཡིད་དུ་འོང་བ་ལ་གོམས་ཡ་དེ་ཙམ་གྱིས་མི་ཆོག་པ། ཡུལ་དེའི་སྣང་ས་སྣང་ས་ང་དེ་གི་དང་ང་དེ་གི་དེ་ག་ཚོགས་དང་བློའི་འཛིན་སྟངས་ས་ནས་མི་འདུག་ང་དེ་གི་འཚོ་བ་ཤུགས་འཚོ་བ་ཡོང་སྟངས་དེ་ང་ཟེར་ཡ་དེ་ལ་ཤུགས་ཆེ་ཆུང་རིམ་པ་མང་པོ་བཞག་འདུག་ག། ངར་འཛིན་བློ་ཤུགས་ཤུགས་མང་པོ་འདུག་བ་ཨོ་ད་འདི་ང་མེད་པ་དང་མ་རེད་དེ་ཡིན་ནའི་བློས་སྒྲོ་བཏགས་པའི་ངར་འཛིན་པའི་བློ་ཨནི་ཤུགས་ཤུགས་མང་པོ་ཅིག་དེ་ལས་ངར་འཛིན་པའི་བློ་ཤུགས་ཤུགས་ཡོད་ན་དེ་ངར་འཛིན་ཁ་དོག་ད་ངའོ་སྙམ་པའི་བློ་དེ་ལ་ཡང་ང་འཆར་ཚུལ་དེ་ལས་ད་འདྲ་མི་འདྲ་ཡོད་པས་འདིའི་ཐག་ནས་ངར་འཛིན་གྱི་བློ་ཤུགས་ཤུགས་ཤུགས་མང་པོ་ཅིག་ཡོང་ས་རེད་བ་ཚ་འདི་ལས་ཡིན་པ་ཡིན་དུས་ས་ནས་གང་ལྟར་བ་ད་འདི་རེད་ངས་ཞུ་ཡ་དེ་སྡུག་བསྔལ་བདེན་པ་བདེན་པ། སྡུག་བསྔལ་གསུམ་འདི་གསུངས། དེའི་རྩ་བ་སྟེ་རྒྱུ་འདི་ཉོན་མོངས་ཅི་ཡང་རེད། ད་ཉོན་མོངས་ད་གི་ཤོད་ཡ་གི་ཉོན་མོངས་ཟེར་ཡ་དེ་ཟེར་རུང་རེད། ག་རེ་ཟེར་བ་ན་ཉོན་མོངས་ཀྱི་རྩ་བ་གཏི་མུག་བདེན་འཛིན་རེད། གཏི་མུག་བདེན་འཛིན། ཕྱི་ཕྱི་ལོག་ལོག་རེད། ཕྱི་ཕྱི་ལོག་ཡིན་པ་དེ། གཏི་མུག་བདེན་འཛིན་གྱི་ཇི་ལྟར་བཟུང་བ་ན་ཞིག་དོན་ལ་གྲུབ་ཡོད་མ་རེད། ཁོས་སྣང་ཚུལ་འདི་རྐྱང་རྐྱང་བདེན་པར་རྩིས་བྱས་ནས་ཁོ་བདེན་གྲུབ་ཏུ་འཛིན་པ་རེད་མ་གཏོགས་དོན་ངོ་མ་དེ་ངོས་གྲུབ་པ་སྟོང་དེ་ཡག་རེད་རྟག་དོན་ཚང་ན་ཉན་རྒྱུ་མི་འདུག་ག་ས་ཁོ་ཡུལ་དུས་ནས་གྲུབ་པ་རེད་མི་འདུག་ཁོ་ཡུལ་དུས་ནས་མ་གྲུབ་བཞིན་དུ་ཡུལ་དུས་དུ་གྲུབ་པར་འཛིན་པའི་བློ་ཅི་རེད་ཟེར་ནས་དེ་འདྲ་ཡིན་དུས་ཁོ་དེ་ལ་སྙིང་པོ་སྟོབས་ལྡན་ཡོད་པ་དང་དེ་ཤེས་པ་རང་བཞིན་ཡོད་ས་བ་ཡིན་པ་དེ་གཉིས་དུ་མ་འདྲེས་ཡོད་ན་ཁོ་ཟེར་རུང་ཡིན་པ་ཅིག་ཤེས་ཡག་འདུག་ག་ད་དེ་འདྲའི་ཐོག་ནས་འགོག་པའི་བདེན་པ་ཡོད་པ་ཅིག་ཤེས་འདུག་འདུག་ག་ལམ་གྱི་བདེ་བ་ཡོད་པར་ཤེས་ཀྱི་འདུག་ཨ། དེ་བདེ་བའི་འགོག་བདེན་དང་ལམ་བདེན་གྲུབ་སོང་ན་ཆོས་དཀོན་མཆོག་གྲུབ་པ་རེད། ཆོས་དཀོན་མཆོག་གྲུབ་ཡོད་ནུས་ཙམ་ནས་འགོག་བདེན་ལམ་བདེན་ཟེར་ཡ་དེ་ནང་ཤེས་པའི་རྒྱུད་ཀྱི་སྒང་ནས་བཞག་རྒྱུ་རེད་མ་གཏོགས་ཕྱི་ལོགས་ཤིང་དང་ས་རྡོ་རི་གྲུ་གང་ལ་ས་རྡོ་རི་བྲག་གང་ལ་བཞག་རྒྱུ་ཡག་མ་རེད་པ། བྱས་ཙང་ཀ། དེ་ནང་ཤེས་རྒྱུད་ཀྱི་ཡོན་ཏན་གྱི་ཐད་ནས་བཤད་ཡོང་བ་ཡིན་དུས་དེ་རྒྱུན་ལྡན་གྱི་གང་ཟག་དེ་འཕགས་པའི་དགེ་འདུན་ཡིན་པ་རེད། དེ་འབྲས་ཀྱི་ད་སྤང་བྱ་སྤངས་པའི། བྲལ་བའི་ཡོན་ཏན་གཅིག་དང་དེ་སྤོང་བྱེད་ཀྱི། གཉེན་པོ་སྐྱེ་ཡག་གི་སྒོ་གཅིག་ཡོད་ན་དེའི་གོམས་པ་ཡག་ཤུགས་ཤོས་ཆེར་འགྲོ་ཡག་ཡོད་པ་ཞིག་འཚོལ་བར་བྱེད་ཐུགས་རུ་བ། ད་དེའི་གོམས་པ་དང་མཐར་ཐུག་པའི་གནས་སྐབས་དེ། མི་སླུ་བའི་དགེ་འདུན་ཡིན་པ་རེད་སངས་རྒྱས་དཀོན་མཆོག་ཡིན་པ་རེད། འོ་དེ་འདྲ་ཡིན་དུས་སྒྲུབ་དང་བདེན་པ་རྣམ་དག་ནི་སངས་རྒྱས་ལ་སོགས་དཀོན་མཆོག་གསུམ། བདེན་གཉིས་ཀྱི་ཐོག་ནས་བདེན་བཞི་སྒྲུབ།

འདི་ཚང་མ་ལོག་ཡོང་ས་རོགས་གོ། རྟེན་འབྱུང་གི་དེ་ཁོ་ན་ཉིད་ས་འདིའི་སྒང་ལ་ཐུག་ཡོང་གི་ཡོད་རེད་ཕལ་ཆེར་གསལ་པོ་རེད། མ་དེ་འདྲ་རེད། དང་སངས་རྒྱས་དེ་འདྲ་ཞིག་ཡོད་པ་ཡིན་ན། ད། ང་རང་ཚོ་ཐེག་དམན་གྱི་གཞུང་ནས། ཅིག་པཱ་ལིའི་གི་གཞུང་ནང་ནས་གསུང་བཤད་པའི། མཆོག་གི་སྤྲུལ་སྐུ། འདིའི་རྣམ་བཞག་གསུང་བཤད་པ་དེ། ཕལ་ཆེར་ཡིད་ཚིམ་པ་ཅིག་ཕལ་ཆེར་མ་རེད། དཔེར་ན་ལོ་དྲུག་གི་ཟླ་གསུམ་བ་ནང་བཞིན་རེད་རིག་པ་དྲུག་ཅུ་བ་བཟོད་སྐབས་ལ་སོགས་བ་ནང་བཞིན་སྟོང་ཉིད་ཀྱི་ལྟ་བ་མེད་ན་དེ་འདྲའི་གེགས་ནི་ག་སོགས་རེད་བོད་ཀྱི་བྱང་ཕྱོགས་སོ་བདུན་གྱི་ལམ་ཙམ་དང་ཅིག་བདག་མེད་རགས་པ་སྒོམ་པ་དེ་ཙམ་ཞིག་གིས་ནི་ཉན་རང་གི་དགྲ་བཅོམ་པའི་གོ་འཕང་དམན་པའི་དགྲ་བཅོམ་པའི་གོ་འཕང་ཐོབ་ཀྱི་ཡོད་རེད་ལ་ལམ་དེ་དང་མཚུངས་པ་ཅིག་གིས་ནི་རྣམ་མཁྱེན་གྱི་གོ་འཕང་ཐོབ་ཡ། དུས་ཡུན་རིང་ཐུང་མ་གཏོགས་གཞན་ལམ་གཅིག་པ་གཅིག་པའི་སུ་ཞིག་གང་ཕྱིན་པ་ཡིན་ན་དེ་ཡང་ནི་རྒྱུ་མཚུངས་པ་ཅིག་གིས་འགྲུབ་པ་མི་འདྲ་བ་གཉིས་ཡོད་ན་ཁ་འཁོར་བ། གཞན་ཡང་ནི་སངས་རྒྱས་བཅོམ་ལྡན་འདས་གྲངས་མེད་གསུམ་གྱིས་པའི་ཚོགས་བསགས་ནས་ཚོགས་བསགས་པའི་འབྲས་བུ་ངོ་ཐོག་རབ་སྟེ་ཁོས་རེ་དོགས་ལོ་སུམ་ཅུ་སོ་ལ་བྱེར་བས་ལོ་སུམ་ཅུ་ནས་བཞི་བཅུ་ནས་གཅིག་རིང་ལ་ཡང་དགོངས་ལན་བཞི་རྩ་དགུ་སུམ་ཅུ།

ཐེག་དམན་གྱི་ཆོས་ནི་གསུང་བ་ནང་བཞིན་གཅིག་གི་སངས་རྒྱས་ཀྱི་རྣམ་གཞག་དེ། འགྲེལ་བཤད་སངས་རྒྱས་ཀྱི་ཁུ་ཚ་གལ་ཆེན་ཁག་པོ་རེད།